གནམ་ལྷན་རྒྱལ་སྐུ་ཁམས་བཟང་དེ་རིང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩེ་ལྔ་ཟླ་བ་བཅུ་པའི་ཚེས་བརྒྱད་རེས་གཟའ་ལྷག་པ་ཉིན་གྱི་བོད་དང་རྒྱལ་སྤྱིའི་གསར་འགྱུར་ཁག་དེ་གའི་ས་ཁུལ་རྣམ་པའི་རིམ་པའི་སྙན་སྒྲོན་ཞུ་གི་ཡིན། དེ་རིང་གི་གསར་འགྱུར་ནང་བོད་ཀྱི་གཞོན་ནུ་ལྷན་ཚོགས་དང་ཨོ་སི་ཁྲི་ལི་ཡ་རྒྱལ་ཡོངས་བོད་རིགས་ཚོགས་པ། ཡུ་རོབ་བོད་རིགས་ཚོགས་པ་ཁག་བཅས་ནས་ཁོང་སྐྱབས་མགོན་ཆེན་པོ་མཆོག་ལ་བརྟན་བཞུགས་གཏོར་འབུལ་ཞུ་བའི་སྐོར་དང། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གིས་གོ་སྒྲིག་གནང་བའི་རྒྱ་གར་ན་གཞོན་བོད་རིག་པ་ཉམས་ཞིབ་ཚོགས་འདུ་ཐེངས་བདུན་པ་བསྐོང་ཚོགས་གནང་བའི་སྐོར། ཉིས་སྟོང་ཉི་ཤུ་རྩ་དྲུག་ལོའི་སྲིད་སྐྱོང་དང་སྤྱི་འཐུས་གཉིས་ཀྱི་འོས་བསྡུའི་དུས་ཚོད་གསལ་བསྒྲགས་གནང་བའི་སྐོར་སོགས་རིམ་པས་སྙན་སྒྲོན་ཞུ་རྒྱུ་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་ཁོང་སྐྱབས་མགོན་ཆེན་པོ་མཆོག་ལ་ཡང་ཨོ་སི་ཁྲུ་ལི་ཡ་བོད་རིགས་རྒྱལ་ཡོངས་སྤྱི་མཐུན་ཚོགས་པ་རེད་དང་ནང་ཆོས་ཡུ་རོབ་བོད་རིགས་ཚོགས་པ་ཁག། བོད་ཀྱི་གཞོན་ནུ་ལྷན་ཚོགས་བཅས་ཚོགས་པ་ཐུན་མོང་གིས་ཇི་ལྟར་གསོལ་བ་བཏབ་པ་ནང་བཞིན་དེ་རིང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩེ་ལྔ་ཟླ་བ་བཅུ་བའི་ཚེས་པ་བརྒྱད་ཀྱི་ཉིན་ཀར་བཞུགས་སྒར་ཐེག་ཆེན་ཆོས་ལེགས་གཙུག་ལག་ཁང་དུ་ཚོགས་པ་དེ་གས་གསུམ་ཐུན་མོང་གི་ཐོག་ནས་ཁོང་སྐྱབས་མགོན་ཆེན་པོ་མཆོག་ལ་ཡང་ཚེ་དཔག་མེད་དང་པོ་བཅུ་དྲུང་གི་ཆོ་གའི་འཁོར་ནས་བརྟན་བཞུགས་བསྟར་འབུལ་ཞུས་གནང་སོང།

དུས་ཚོད་ངེས་ན་བཞག་ཡོང། ད་ནང་བཞིན་ད་རེས་ཀྱི་བརྟན་བཞུགས་འདིའི་ཐོག་ལ་ཡིན་པས་ན་བོད་དོན་རྒྱབ་སྐྱོར་ཚོགས་པའི་ཀྱི་ཚོགས་མི་དེ་འདྲས་ཡིན་ནའི་མང་པོ་ཞིག་མཉམ་ཞུགས་ཞུས་གནང་བཞག་སོང་ཙང། ད་རེས་ཀྱི་བརྟན་བཞུགས་དེ་ལྟ་བུ་ཞུགས་དགོས་པའི་གནད་འགག་རེད་ཨ་ནི་བོད་དོན་རྒྱབ་སྐྱོར་ཚོགས་པ་དེ་ཚོ་མཉམ་ཞུགས་གནང་དགོས་ཡག་གི་གནད་འགག་སོགས་ཀྱི་ཐོག་ལ་ཡང་བརྟན་བཞུགས་གོ་སྒྲིག་ཚོགས་ཆུང་གི་ཚོགས་གཙོ་ཁོང་རྣམ་པ་ཚོ་ལ་ཡང་ང་ཚོ་བཅར་འདྲི་ཞུ་གི་ཡིན། ད་ང་ཚོའི་སྤྱི་ཐང་འདི་རེད་ད་ང་ཚོ་རྒྱ་བོད་རིན་པོ་ཆེ་པོ་ཀྱི་ལོ་རྒྱུས་སྒང་ལ་ཡ་ཨ་ནི་རྒྱ་བོད་རིན་པོ་ཆེ་ཀྱི་སྐུ་ཚེ་དང་ཨ་ནི་རྒྱ་བོད་རིན་པོ་ཆེ་ཀྱི་མཛད་པ་འཕྲིན་ལས་འདི

ད་ནི་ང་ཚོས་ཅིག་ལི་རུམ་དུ་བརྒྱུད་ནས་མ་འོངས་པར་ཁོ་རང་ཚོ་སེམས་ཤིག་སྔར་ལས་ལྷག་པ་ཅིག་འཕེལ་སོང་ཟེར་ལབ་ནས་ཁོ་རང་ཚོ་ད་ལྟ་ང་ལ་ཚུར་ར་ཐུག་སེ་བྱས་ནས་གནང་གི་འདུག་ཨ་ནི་དེ་འདྲ་སོང་ཙང་དེ་རིང་འདི་བོད་ཧང་སང་ཡག་པོ་ཅིག་བྱུང་སོང་ཨ་ནི་དེ་དང་མཉམ་དུ་རྣམ་པ་ཚོའི་ངོས་ནས་གསར་འགྱུར་གྱི་བརྒྱུད་ལམ་དུ་བརྒྱུད་ནས་ཨ་རྣམ་པ་ཚོ་ང་ཚོ་ལ་བཀོར་ཁྱབ་གནང་ཡ་ལ་ཨ་ནི་ཐུགས་རྗེ་ཆེ་ཞུ་ཡ་ཡིན་ཐུགས་ཆེ་གནང། ལགས་འོ་ད་དེ་རིང་གཞོན་ནུ་ཚོགས་པ་འགྲོ་བས་ན་བོད་གཞོན་ལྷན་ཚོགས་སྒྲིག་འཛུགས་འདིའི་རྩིས་འཇོག་གནང་ལོ་ལ་ཨ་ནི་ཅེས་ཚོགས་པ་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཆེ་ཤོས་ཅིག་དང་རྙིང་ཤོས་ཅིག་ཆགས་བསྡད་གོ་རེ་ད་ན་ཤེས་ང་ཚོ་ལ་ཚོགས་མི་མང་ཤོས་ཀྱི་སྒྲིག་འཛུགས་ཅིག་ཆགས་བསྡད་གོ་རེ་ད་ན།

ལྕགས་ནག་ཤ་ལ་དམིགས་བསལ་དུའམ་དྭགས་ནས་ཤིང་བཞུགས་ཁག་ཁུལ་གྱིས་དད་ལྡན་མི་མང་ཡིན་པ་ནས་སྟོང་ཕྲག་བརྒལ་བ་འདུག་ཅེས་ཆེད་དུ་བཅའ་བཞག། དྭགས་ནས་ཤིང་ཁོངས་སུ་སྐྱབས་མགོན་ཆེན་པོའི་གི་མཛེས་ལྕགས་དང་འབྲེལ་བའི་ཐོག་ནས་ད་ད་ལྟའི་ཆར་ལ་ཡང་དགའ་ལྡན་ཕོ་བྲང་གི་དྲ་རྒྱའི་ཐོག་ནས་འཁོད་པ་ཞིག་བཟོ་བྱས་པ་ཡིན་པས་ན་སྤྱི་ཟླ་བཅུ་གཅིག་གི་ཚེས་བཅུ་བདུན་ཉིན་ཁང་དབུས་བོད་སློབ་འཛིན་སྐྱོང་ཚོགས་པའི་ཁྱབ་ཁོངས་ཀྱི་གཏན་སློབ་ཁག་བདུན་གྱི་སློབ་ཟུར་ཚོ་རེ་དྭགས་ནས་ཤིང་བོད་ཕྲུག་ཁྱིམ་སྡེའི་སློབ་ཟུར་ཚོ་རེ་རེ་དམའ་ཟུར་བོད་ཁྱིམ་གྱི་སློབ་ཕྲུག་ཚོ་རེ་དྭགས་ནས་ཤིང། རྒྱ་གར་དང་བོད་ཡུལ་གཉིས་ཀྱི་ཉིན་སློབ་ཁག་གི་སློབ་གསོ་བཅས་ཐུན་མོང་ཐོག་ནས་གོ་ས་སྐྱབས་མགོན་ཆེན་པོ་མཆོག་ལ་ཡང་ཐེག་ཆེན་ཆོས་ལྡན་གཙུག་ལག་ཁང་དུ་བཀའ་དྲིན་རྗེས་དྲན་གྱི་མཛད་སྒོ་བྱས་འདུག་ཅེས་ཚོགས་ནང་ཡང་རེ་བཞག་ཞུས་ཁར་ཐེག་ཆེན་ཆོས་ལྡན་གཙུག་ལག་ཁང་ནས་བོད་ཀྱི་རླུང་འཕྲིན་གྱི་གསར་འགོད་པ་འཇམ་དབྱངས་རྒྱ་མཚོ་བཞིན།
རྒྱ་གར་ན་གཞོན་བོད་རིག་པ་ཉམས་ཞིབ་པའི་ཚོགས་འདུ་ཐེངས་བདུན་པ་འདི་དེ་རིང་ཕྱི་ཟླ་བཅུ་པའི་གི་ཚེས་བརྒྱད་ཉིན་དབུས་སྨན་ལས་ཁང་དུ་ཡོད་པའི་འཛིན་སྐྱོང་སྦྱོང་བརྡར་ལྟེ་གནས་ཁང་དུ་ཚོགས་གནང་སོང་ལ། ཚོགས་འདུ་འདིའི་གལ་ཆེན། རང་བཞིན་སོགས་ཀྱི་ཐད་ལ། རྒྱ་གར་གྱི
ཉམས་ཞིབ་པ་དང་དགུང་ལོ་ཆུང་བ་ཚོའི་ནང་ལོགས་ནས་ཚོུད་གཅིག་དེ་དམ་ཚིག་ལ་གདན་འདྲེན་ཞུས་ཁོ་ཚོ་ལོ་ཆུང་བ་ད་ལྟ་ཉམས་མྱོང་བསགས་བཞིན་པའི་སྐབས་ལ་ཡིན་དུས་ཚན་པ་ལ་ང་ཚོ་འབྲེལ་བ་དེ་བཟོས་ཐུབ་པ་ཡིན་ན་ཨ་ནི་མ་འོངས་པར་ཁོ་ཚོར་མཁས་པ་དེ་འདྲའི་སྟངས་རྩོམ་དེ་འདྲ་རྒྱབ་ཡོད་འདུག་བསམ་པ་རང་བཞིན་གྱིས་ང་ཚོར་འབྲེལ་བ་དེ་ད་ཡོད་ཡོད་པ་སུ་རེད་ཤེས་ག་ཚོད་འཛམ་བུ་གླིང་འདི་གང་ཙམ་དེ་མི་དང་མི་གི་འབྲེལ་བ་ཐོག་ནས་འགྲོ་དེ་གི་ཡར་བ་དེ་ཡིན་འདུག་བསམ་པ་ལ་ཡང་སྲིད་ཇུས་ཉམས་ཞིབ་ཁང་དང་འཛམ་བུ་གླིང་ནང་ལོགས་ལ་ཡང་ཅི་ཉམས་ཞིབ་ཀྱི་ལྟེ་གནས་ཁང་གཞན་པ་དེ་འདྲའི་མཁས་པ་ཚོ་མཉམ་དུ་འབྲེལ་བ་བཟོ་ཡ་དང་ལྷག་པར་དུ་ད་ལྟ་ཚོགས་འདུ་འདི་འདྲ་བོ་བྱིན་པ་ཡིན་ན་རྒྱ་གར་རང་ནང་ལོགས་ལ་ད་རིམ་པས་རིམ་པས་ང་ཚོ་འདི་དམིགས་ཡུལ་དེ་སྟེས་རྒྱ་ཆེ་རུ་བཏང་ཐུབ་པ་ཡིན་ན་ཨ་ནི་རྒྱ་གར་གྱི་བྱང་ངོས་དང་དེ་ཚོ་སྤྱི་ཁོག་མ་ཡིན་པ་བྱེས་རྒྱ་གར་གྱི་རྒྱལ་ཡོངས་ནང་ལ་ནས་ལྷོ་ངོས་ནས་ཡིན་པ་ཡིན། སྙེ་མ་ཡིན་ན་རྒྱ་གར་གྱི་བདེ་འཇགས་དང་དེ་ཚོ་སྐད་ཤེས་དུས་སམ་ཧི་མ་ལ་ཡའི་སྐད་ཆ་སླེབས་བསྡད་གི་ཡོད་རེད། ས་མཚམས་ཀྱི་བདེ་འཇགས་མ་གཏོགས་སྤྱི་གི་ཚོགས་ཀྱི་བདེ་འཇགས་དང་དེ་ཚོ་སྐད་ཤེས་ཡ་མེད་ད་དེ་སང Maritime Securities ཡ་ཚོ་མཛོད་དགེ་ད་ཚོ་ཁ་ནས་བྱེས་ནས་ཡང་བདེ་འཇགས་ཀྱི་གནས་ཚུལ་མང་པོ་ཞུ་ཆགས་ཡོང་གི་ཡོད་དུས། རྒྱ་གར་ལྷོ་ཕྱོགས་ལྟེ་བ་ལས་དེ་ཚོའི་སྒང་ལ་ཉམས་ཞིབ་བྱེད་མཁན་མང་པོ་བཞུགས་འགོ་བ་རེད། དེ་ཡིན་དུས་ད་ཉམས་ཞིབ་པ་ཉམས་ཞིབ་པ་དང་མཁས་པ་མཁས་པ་ཕག་ཚུ་ཐུག་བྱས། གནས་ཚུལ་ཕག་ཚུགས་གོ་བརྡ་སྤྲོད་ཡ་རེད། ར་སྤྲོད་བྱེད་ཡ་རེད་ང་ཚོའི་མ་ཤ་མ་ཚོ་ཁོང་ཚོའི་རྩ་ནས་ཚུགས་སྦྱང་ཡ་རེད་ང་ཚོའི་གང་ཤེས་པ་དེ་ཁོང་ཚོ་ལ་ཕར་ལབ་ཡ་རེད་ལབ་ཡ་ཟེར་གོ་རེད་ད་ཕག་ཚུགས་བརྗེ་ལེན་བྱེད་ཡ་དང་འདུག་འདུག་བྱས་བྱས། གནས་ཚུལ་མང་ཞིག་ཤེས་པ་ཡིན་ན་དེ་ཚོ་ཉམས་ཞིབ་བྱེད་མཁན་དེ་ཚོས་ཀྱིས་རྩོམ་དེ་ཚོ་བྲིས་ཡོང་བྱས་རྒྱ་ཁྱབ་ཀྱིས་གནས་ཚུལ་ཀློག་ཡ་ཡོད་པས་ཀྱི་ད་རྨང་གཞི་འདྲ་པོ་ཅིག་དེ་ནས་བསྐྲུན་ཐུབ་ཀྱི་ཡོད་རེད་པ་དེ་ཡིན་དུས་བསམ་པ། ད་ལོ་བདུན་རིང་ག་ལ་ཡ་ཚོགས་འཚོགས་བྱེད་སྲིད་ཇུས་ཉམས་ཞིབ་ཁང་དང་རྒྱ་གར་ནང་ལོག་ལ་ཡ་ཉམས་ཞིབ་བྱེད་མཁན་མཁས་པ་མང་པོ་ཅིག་ལྷག་པར་དུ་གཞོན་སྐྱེས་ཚོ་མཉམ་དུ་འབྲེལ་བ་དམ་ཟབ་ཡོང་ཡ་དང་མ་འོངས་པར་ཕུགས་རྒྱང་རིང་པོའི་ཐོག་ནས་དེ་ཅིག་བོད་དོན་བོད་ཀྱི་རྩ་དོན་ལ་ཡ་རང་བཞིན་གྱི་ཕན་ཐོགས་ཡོང་ཡ་ཅིག་དམིགས་ཡུལ་གཟིམ་བྱས་ད་ད་ལྟ་འདུག་བཞིན་བྱས་སྡོད་ཀྱི་ཡོད་རེད་དེ་ང་ཚོས་གལ་ཆེན་པོ་ཞིག་ཆགས་བརྩི་གི་ཡོད། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་གོ་སྒྲིག་འོག་ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་རྒྱ་གར་ན་གཞོན་བོད་རིག་པའི་ཉམས་ཞིབ་པའི་ཚོགས་འདུ་ཐེངས་དང་པོ་དེ་ས་རཱ་མཐོ་སློབ་ཏུ་འཚོགས་ནས་དེ་རིང་གི་ཚོགས་འདུ་འདི་ཐེངས་བདུན་པ་ཆགས་ཀྱི་ཡོད་རེད་ལ། ད་རེས་ཀྱི་ཚོགས་འདུའི་དབུ་འབྱེད་ཀྱི་མཛད་སྒོའི་ཐོག་སྐུ་མགྲོན་གཙོ་བོ་བོད་མི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས། བོད་ཀྱི་ལོ་རྒྱུས་ཀྱི་གནས་བབ་དང་རྒྱ་ནག་གིས་བོད་ལ་བཙན་འཛུལ་བྱས་པའི་རྗེས་ཀྱི་གཏོར་བཤིག་བཏང་བའི་གནས་ཚུལ་ད་ག་ནང་བཞིན་བོད་མིའི་རྩ་དོན་སྒྲུབ་ཐབས་ཀྱི་སྲིད་བྱུས་ཀྱི་བྱུང་རིམ། བོད་རྒྱ་འབྲེལ་མོལ་གྱི་གནས་བབ་ད་ག་ནང་བཞིན་རྒྱ་ནག་གིས་བོད་ཀྱི་ལོ་རྒྱུས་ལ་འཁྱོག་བཤད་བྱས་དང་བྱེད་མོད་ལ་བོད་མི་སྒྲིག་འཛུགས་ཀྱི་ཞུ་གཏུག་རིམ་པ་བརྒྱུད་ནས་ཨ་རིའི་བོད་མིའི་ཁྲིམས་འཆར་གཏན་འབེབས་གནང་ཐུབ་པ་བྱུང་ཡོད་པ་དང། ཁྲིམས་འཆར་དེས་བོད་པའི་དངོས་ཡོད་ཀྱི་ལོ་རྒྱུས་ལ་རྒྱལ་སྤྱིའི་སྤྱི་ཚོགས་ཀྱི་ངོས་ནས་བྱེད་ཕྱོགས་ཀྱི་གོམ་སྟབས་ཤིག་ཆགས་ཡོད་པ། དེས་མ་ཟད ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐུགས་རྗེའི་བཀའ་དྲིན་ལ་བརྟེན་ནས་རྒྱལ་སྤྱིའི་སྤྱི་ཚོགས་ངོས་ནས་བོད་ཀྱི་གནད་དོན་གྱི་ཐོག་ལ་ཚད་མཐོའི་རྒྱབ་སྐྱོར་ཐོབ་བཞིན་ཡོད་པ་སོགས་ཀྱིས

ད་ལྟའི་དུས་ཚིགས་ནང་བོད་རིག་པའི་ཉམས་ཞིབ་དང་འབྲེལ་དཀའ་ངལ་གདོང་ལེན་བྱེད་དགོས་པ་ནི་ཨ་རིའི་རང་སྣང་གང་དྲན་གྱི་སྒོ་ཁྲལ་སྤར་བའི་གནད་དོན་ལས། རྒྱ་ནག་གིས་ཁེ་ཕན་ལེན་བཞིན་པ། རྒྱ་ནག་གིས་བོད་རྒྱ་སྒྱུར་གྱི་སྲིད་ཇུས་གཞིར་བཞག་པའི་བོད་རིག་པའི་ཉམས་ཞིབ་ཐབས་ལམ་དེ་དག་བཅས་ཀྱི་སྐོར་ལ་མང་པོ་ཞིག་གསུངས་གནང་སོང། ད་ག་ནས་བཞིན་དེ་གའི་གསར་འགོད་པས་བོད་ཀྱི་སྲིད་བྱུས་ཉམས་བཞེས་ཁང་གི་འགན་འཛིན་གཞོན་པ་འཛམ་བླ་བསྟན་པ་རྒྱལ་མཚན་ལགས་སུ་འདས་པའི་ནང་ཚོགས་འདུ་ཐེངས་དྲུག་ཙམ་ཚོགས་ཟིན་ཡོད་དུས། ཐོག་མའི་དམིགས་ཡུལ་བཞིན་ཕན་ཐོགས་ཇི་ཡོད་སྐོར་བཅར་འདྲི་ཞུས་པར། ལན་རེར་ད་ལྟ་ང་ཚོ་བོད་ཀྱི་སྲིད་བྱུས་ཉམས་བཞེས་ཁང་ངོས་ནས་ཐེངས་བདུན། རྒྱ་གར་ནང་ཤེས་བོད་རིག་པའི་ཉམས་བཞེས་པ་ཚོགས་འདུ་ཚོགས་དེར་ཐེངས་བདུན་ནས་ད་ལྟ་ཁྱེད་རང་དྲི་བ་བཏང་བ་ནང་བཞིན། གནད་འགག་ཆེ་ཤོས་འདྲ་པོ་དེ་ནི་ད་ལྟའི་ཆར་ཁྱེད་རང་གིས་ཕར་ཞིག་བལྟས་པ་ཡིན་ན་རྒྱ་གར་ནང་ལོགས་ལ་བོད་རིག་པའི་སྐོར་མཁས་པ་ཞིག་ཡོད་འདུག་ན། ཧ་ལམ་ང་ཚོའི་གིས་ཚོགས་འདུ་རྒྱུན་ལས་མ་འགྲོ་བ་ཕལ་ཆེར་ཡོད་མ་རེད། དེ་ཅི་སྟེ། དེ་འདྲའི་ཞིག་བྱུང་བ་ཡིན་ན་ད། གཞན་ཡང་བསྟུན་ནས་གང་ཡིན་ན་ཡང་རེད་ཉམས་ཞིབ་གང་ཡིན་ན་རེད་བོད་པ་ལ། རྒྱུས་མངའ་ཡིན་མཁན་ཞིག་ཡོད་དེ་རེད་དེ་མ་འོངས་པ། ད་ལྟ་ཀུང་སི་བཞུགས་སོང་མ་གནང་བཞིན་རེད་མ་འོངས་པ་བོད་ཀྱི་ཆབ་སྲིད་དང། རྒྱ་གར་གཞུང་གི་བོད་ཀྱི་དོན་ལ་གནས་སྟངས་ཆབ་སྲིད་གཟིམས་སྟངས་ལ་ཡང་དེ་བརྟེན་ཏེ་ཆེ་ཆེ་བ་ཞིག་འགྲོ་གི་རེད་ལ་ཡང་རྒྱལ་སྤྱིའི་ཐོག་ལ་བོད་ནང་ལ། བོད་ཀྱི་གནད་དོན་གང་ལ་ཤེས་མཁན་རྒྱ་གར་མཁས་པ། མང་འགྲོ་ཡས་ལ་ཕན་ཐོག་ཡས་ད་ག་ནང་བཞིན་ཁོང་ཚོས་ཀྱི་དཔྱད་རྩོམ་གྱི་འདོད་རྩོམ་ཡིག་བཏོན་སོང་ན་རང་བཞིན་གྱིས། བོད་ཀྱི་རྩ་དོན་དེ་བོད་པ་ཙམ་མ་ཡིན་པ་རྒྱ་གར་མཁས་པ་ཚོར་ཤེས་ཡག་དང་དེའི་ཁ་ཤུགས་དེའོ། རང་གི Professor Kandapalli གསུངས་པ་ནང་བཞིན་རྒྱ་ནག་གི་ཁ་ཤུགས་ལ་མ་ཡིན་པ་ང་ཚོ་བོད་པ་རང་གི་ཁ་ཤུགས་སྟོན་བྱ་ཆེད་དེའི་རྒྱུ་ནས་འགྲོ་ཐུབ་ཡག་ཤེས་ལ་ཕན་ཐོགས་རྒྱ་ཆེན་པོ་ཡོང་གི་འདུག་དེ་ཡང་ང་ཚོས་ཀྱི་གྲུབ་འབྲས་འདྲ་བོ་ཞིག་ཏུ་བསྟན་པའི་ཉམས་མྱོང་ཐོག་ནས་ཀྱི་ཀྱི་དགའ་གི་བ་ཞིག་འདྲ་བོ་ཆགས་བསྡད་ཀྱི་འདུག། གཞན་ཡང་ད་རེས་འཚོགས་བཞིན་པའི་རྒྱ་གར་ན་གཞོན་བོད་རིག་པའི་ཉམས་ཞིབ་པའི་ཚོགས་འདུ་འདིའི་ཐོག་རྒྱ་གར་བོད་རིག་པའི་མཁས་པ་རྒན་གཞོན་སུམ་ཅུ་ཙམ་མཉམ་འཛོམས་བྱས་ནས་བོད་དང་རྒྱ་གར་གྱི་འབྲེལ་ལམ་དང་བོད་དང་རྒྱལ་སྤྱིའི་ཆབ་སྲིད་ཀྱི་འབྲེལ་བ། ད་ག་ནང་བཞིན་བོད་ཀྱི་ཁོར་ཡུག་གི་གལ་གནད། ཤེས་ཡོན་དང་ལོ་རྒྱུས་བཅས་བརྗོད་གཞི་འདྲ་མིན་ཐོག་བྲིས་ཡོད་པས་དཔྱད་རྩོམ་ཉིན་རྩ་གསུམ་གྱི་ཐོག་དེ་རིང་ཚེས་བརྒྱད་དང་གསར་ཉིན་ཚེས་དགུ་བཅས་ཉིན་གྲངས་གཉིས་རིང་མཁས་པ་རྣམས་ཕན་ཚུན་བགྲོ་གླེང་དང་དྲི་བ་དྲིས་ལན་སོགས་གནང་ཡག་རེད་འདུག།
སྤྱི་ལོ་ཉིས་སྟོང་ཉིས་བརྩེགས་ལྔ་རྩ་དྲུག་ལོའི་སྲིད་སྤྱི་གཉིས་ཀྱི་འོས་བསྡུ་ཆེན་མོའི་འབོད་སྒྲ་ནི། ང། བོད་ཡིན། ངས། བོད་ལ་འོས་འཕེན། ཞེས་ཡིན་པས་དེའི་དམིགས་ཡུལ་གཙོ་བོ་ནི། བོད་མིའི་གཅིག་སྒྲིལ་གྱི་ངོ་བོ་དང་གཅིག་སྒྲིལ་གྱི་ནུས་སྟོབས་མཚོན་ཐུབ་ཐབས་ཤིག་ཡིན། གཉིས་བརྩེགས་བཞི། ལྔ་ལམ་བཞིན། དབུས་འོས་བསྡུ་ལས་ཁང་ནས་འོས་བསྡུ་ཆེན་མོ་དུས་ཐོག་བསྒྲུབ་རྒྱུའི་ཆོད་སེམས་བརྟན་པོ་ཡོད་པར། རྒྱ་ཆེ་མང་ཚོགས་ནས་ཀྱང་ཞུ་སྒོ་ཁག་ཁྲིམས་སྒྲིག་དང་བཟང་སྤྱོད་དང་མཐུན་པའི་གནང་ཐོབ་དགོས་རྒྱུ། བཙན་བྱོལ་བོད་མིའི་འོས་བསྡུ་ཆེན་མོ་དེ་བཞིན་མ་འོངས་བོད་བསྟན་སྲིད་ལས་དོན་གལ་འགངས་ཤིན་ཏུ་ཆེ་བ་ཡིན་པས་ཇེ་དགོས་བོད་རིགས་ཡོངས་ནས་ཕྱོགས་ལྷུང་ཆགས་སྡང་མེད་པའི་ཐོག་འོས་བསྡུའི་ནང་ཆ་ཤས་བཞེས་རྒྱུ་གནད་ཀྱི་སྙིང་པོ་ཡིན། ཕྱི་ལོ་ཉིས་སྟོང་ཉི་ཤུ་ཚེས་ལྔ་ཟླ་བ་བཅུ་པའི་ཚེས་བདུན་ཉིན་བོད་མིའི་སྒྲིག་འཛུགས་ཀྱི་དབུས་འོས་བསྡུ་ལས་ཁང་ནས། ཉིས་སྟོང་ཉི་ཤུ་རྩ་དྲུག་ལོའི་སྲིད་སྤྱི་གཉིས་ཀྱི་འོས་བསྡུའི་ལས་ཁྲིམས་དང་འབྲེལ་བའི་གསར་འགོད་གསལ་བསྒྲགས་ཐོག་མ་དེ་བསྐྱངས་གནང་ཡོད་པའི་ཐོག་གཙོ་བོ་སྲིད་སྤྱི་གཉིས་ཀྱི་སྔོན་འགྲོ་དང་དངོས་གཞིའི་འོས་བསྡུའི་དུས་ཚོད་གཏན་འབེབས་གསལ་བསྒྲགས་གནང་སོང། ད་དེ་རིང་ང་ཚོ་འདི་ནས་གསལ་བསྒྲགས་ནི་གསལ་བོ་ཞུ་གཅིག་ད་དོན་དག་གཙོ་བོ་དེ་ག་རེད་ཞུས་པའི་དོན་དག་དེ་ཁོས་གོ་ནས་ཤིང། སྔོན་འགྲོའི་གི་འོས་བསྡུ་འདི་ནི་གཉིས་པའི་ཚེས་གཅིག་དང། དངོས་གཞིའི་འོས་བསྡུ་འདི་བཞི་པའི་ཚེས་ཉིས་རྩ་དྲུག་དེབ་སྐྱེལ་བྱས་ཡ་དེ་ད་སང་ཉིན་ནས་འགོ་འཛུགས་བྱས་ཟླ་བ་གཅིག་ནང་ལོག་བྱས། ནི་ཟླ་བ་གཅིག་རྗེས་ནས་ཡང་ང་རང་ཚོ་ཡང་དུས་ཚོད་འཕར་མ་འགོ་ཡོད་ན་ཉི་མ་བཅོ་ལྔ་ཞིག་ཀྱང་ཡང་དེ་འདྲས་འདུག་ལམ་ལུགས་ཤིག་རྩ་འཛིན་ནང་གསལ་བོ་ཞུ་ཅིག་ཉི་མ་བཅོ་ལྔའི་གི་རྗེས་དེ་བར་དུ་ལོ་བཅོ་བརྒྱད་ཟིན་ངེད་ཚོ་དེབ་སྐྱེལ་བྱེད་ཆོག་རེད་ཟེར་ཅིག་གང་ཡིན་ཟེར་ན་ང་ཚོའི་བསམ་བློའི་ནང་ལོག་ལ་ཡང་འོས་བསྡུ་དེ་རིགས་ཡིན་ན་དངོས་འབྲེལ་དེ་རིགས་ཡིན་ན། དེའི་མཚམས་བར་དུ་ལོ་བཅོ་བརྒྱད་ཟིན་མིན་ལ་གོ་སྐབས་བསྐྱུར་དགོས་བསམ་ཁུལ་དུ་བསྡད་ནས་བཅའ་ཁྲིམས་ནང་ལོག་ལས་དལ་བསྐོས་བྱས་པའི་སྐབས་ལ་ཡིན་གཅིག་མིན་གཅིག་ལོ་བཅོ་བརྒྱད་དགོས་ཡོད་དུས་དེའི་མཐུན་རྐྱེན་དེ་ང་ཚོར་བསྐྲུན་ཐུབ་མི་འདུག་དེ་ཡིན་དུས་ད་ལན་ང་ཚོ་རྣམ་རོལ་དུ་གསལ་བོ་ཞུ་ཡ་ལ་ཡང་ང་ཚོས་སྔོན་ནས་ལས་དོན་ག་རེ་བྱས་པའི་ནང་ཕྱི་གསལ་ནང་གསལ་བྱས་དུས་ཨེ་མང་ཚོགས་ནས་ག་རེ་སྟོན་ཨེ་མི་འདུག་མཐོང་ཨེ་མི་འདུག་ཟེར་ཞེས་བར་པ་འདི་འདྲའི་མེད་པ་བྱས་ཨེ་ནས་དགོས་མཁོ་བྱུང་ན་མ་གཏོགས་ང་ཚོ་མདུན་ལས་དོན་བྱས་འདི་འདྲའི་ཞི་བོ་ཞི་བོ་ཅིག་ཡང་ནས་ཡང་དུ་འདུ་བ་ལྷན་ཚོགས་ཚོགས་བསྡད་དེ་ཡང་ནས་ཡང་དུ་འདུ་བ་ཅིག་གསར་ལམ་ཁག་ལ་ཡང་སྐད་ཆ་བཤད་བསྡད་དེ་རྩ་བ་ཉིད་འཇིག་གི་མེད། ད་ལྟའི་སྤྱི་ཚོགས་གནས་སྟངས་བལྟས་དུས། ད་འདི་ཏན་ཏན་ངང་རྒྱུན་མཐུད་ཇི་ལྟར་གསལ་བཤད་བྱེད་དགོས་མི་འདུག་བྱེད་དགོས་གལ་ཆེ་མི་འདུག་བསམ་སོང་ན་ཏན་ཏན་ངང་ཟོན་ཡང་དེ་ཐེན་ཚོགས་རྒྱུན་བྱེད་ཀྱི་ཡིན་སྐབས་སྐབས་དེ་འདྲ་ཡང་ཡོང་སྲིད་རེད་བ་འདི་གཅིག་ཞུ་ཡ་ཨེ་ནས་ད་ལྟ་དེ་གང་རྩ་འཛིན་ལམ་སྟོན་ཡོད་བ་འདི་སྒང་ལ་ཡང་འཕར་མ་འདི་འདྲའི་ཁ་ཤས་གཅིག་མུ་མཐུད་རེ་ལེགས་རེད་ཞུ་ཡ་ཡིན་རེད་བ་ཨེ་ནས་ཉིན་མ་བཅོ་ལྔ་ཉི་ཤུ་འདི་སྤར་ར་ལ་ཡ་བྱས་ཨེ་ནས་ད་ལྟ་དེ། དོན་གྱི་དེ་ལས་འཁོད་པ་ན་བཞིན་སྤྱི་ཟླ་བཅུ་པའི་ཚེས་བཅོ་ལྔ་ནས་ང་ཚོ་ས་གནས་ཁག་ལ་ཡང་མང་ཚོགས་ལ་ཡང་འོས་བསྡུའི་ཐོག་ལ་ཡང་གོ་རྟོགས་སྤེལ་དང་ད་ནི་བཞིན་ས་གནས་འོས་བསྡུ་འགན་འཛིན་རྣམ་པ་ཚོ་ཐུག་ཡ་རེད། བཅུ་གཅིག་པའི་ཚེས་བཅུ་དྲུག་ལ་ཡང་ང་ཚོ་ས་གནས་འོས་བསྡུ་འགན་འཛིན་ཆ་ཚང་དེ་ཕེབས་ཀྱི་ཡོད་རེད། རོ་ནང་སྲིད་ཀྱི་ཚོགས་ཆེན་སྤྱིའི་ཐོག་ལ་ཡང་དེ་ལས་གོ་སྐབས་ལན་ཞིག་ཉི་མ་གཅིག་ཡིན་པ་ལ་ཡང་ང་ཚོས་ཟབ་སྦྱོང་བྱེད་ཐུགས་སུ་གོ་སྒྲིག་ཞུ་འོས་ཞུ་འོས། དེ་ཡང་ཉེ་ལམ་ཟླ་བ་འདིའི་ཚེས་གཅིག་ཉིན་དབུས་སྤྱི་ཁྱབ་འོས་བསྡུའི་འགན་འཛིན་ལས་འཕར་གཉིས་ཀྱིས་ལས་འཁུར་དམ་འབུལ་ཟིན་པ་དང་འབྲེལ་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་ལྔ་དང་ཉི་ཤུ་རྩ་དྲུག་ལོའི་སྲིད་སྤྱི་གཉིས་ཀྱི་འོས་བསྡུ་ཆེན་མོའི་ལས་རིམ་དངོས་སུ་དབུ་འཛུགས་གནང་ཡོད་ཅིང། ཐེངས་འདིའི་དབུས་འོས་བསྡུ་ལས་ཁང་གིས་སྲིད་སྤྱི་གཉིས་ཀྱི་འོས་བསྡུ་དང་འབྲེལ་བའི་གསར་འགོད་གསལ་བསྒྲགས་ནང། འོས་གཞིར་བཞེངས་མཁན་དང་དེའི་རྒྱབ་སྐྱོར་བ་རྣམས་ནས་འོས་བསྡུ་དང་འབྲེལ་བའི་དྲིལ་བསྒྲགས་བྱེད་ཕྱོགས་ཀྱི་རྩ་འཛིན་ལམ་སྟོན་དོན་ཚན་བཅུ་བཞི་ཅན་ཞིག་ཕེབས་པའི་ནང། གཙོ་བོ་སྲིད་སྐྱོང་དང་སྤྱི་འཐུས་ཀྱི་འོས་གཞིར་ཞུགས་མཁན་རྣམས་ཀྱིས་འོས་བསྡུའི་རྒྱལ་ཁ་ཐོབ་ཆེད་དྲིལ་བསྒྲགས་ཡིག་ཆའི་སྟེང ྋགོང་ས་མཆོག་གི་སྐུ་པར་དང་བོད་རྒྱལ་ཁབ་ཆེན་པོའི་རྒྱལ་དར། བོད་མིའི་སྒྲིག་འཛུགས་ཀྱི་ལས་རྟགས། བོད་ཀྱི་སྲབ་གྲ་སོགས་གང་བྱུང་བེད་སྤྱོད་མི་ཆོག་པ་དང་དྲིལ་བསྒྲགས་དང་འབྲེལ་བའི་ལས་དོན་ཁག་བཙན་བྱོལ་བོད་མིའི་བཅའ་ཁྲིམས་དང་འོས་བསྡུའི་སྒྲིག་གཞི་དབུས་འོས་བསྡུ་ལས་ཁང་གི་ལམ་སྟོན་བཞིན་བཟོ་གནང་དགོས་པ་འཁོད་འདུག། དེ་བཞིན་འདི་གའི་གསར་འགོད་པས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྤྱིའི་འོས་བསྡུའི་ལས་རིམ་ནང་སྤྱི་ཚོགས་དྲ་ལམ་བེད་སྤྱོད་ལོག་པར་བཏང་རྗེས་སྤྱི་ཚོགས་འཁྲུག་གཞིའི་གནས་སྟངས་ཆགས་སྲིད་པའི་ཐད་ལ་ལམ་སྟོན་ནམ་གནང་འཆར་ཇི་ཡོད་སྐོར་འོས་བསྡུའི་འགན་འཛིན་རྣམ་པར་བཀའ་འདྲི་ཞུས་པར། ཨ།
ད་དེ་འདྲའི་འཛམ་གླིང་སྤྱི་ཡོངས་ལ་ཡང་རྒྱལ་ཁབ་ད་ཆེ་ཕྲ་ཆུང་གསུམ་ག་རེ་ཡིན་པའི་གནས་ད། སྔོན་ཐོན་གྱི་རྒྱལ་ཁབ་དར་སྤེལ་ཆེན་པོ་འདི་ཚོ་ཡིན་པའི་གནས་ད་ལྟའི་དཀའ་ངལ་ད་ག་རང་འཕྲད་དུ་ཡོད་རེད། སྤྱི་ཚོགས་དྲ་རྒྱ་འདི་ཡང་སྟངས་འཛིན་བྱེད་ཡག་གི་གནད་དོན་ཆེན་རེད་བ། རྒྱ་གར་ཡིན་ན་ད་ག་རེད་ང་ཚོའི་སྤྱི་ཚོགས་ནང་ད་ག་རང་ཆགས་དུ་ཡོད་རེད། འདི་འདྲའི་ཡིན་པའི་རྒྱུ་མཚན་གྱི་ཐོག་ནས་ཨ་ནི་ང་རང་ཚོ། སྒྲིག་འཛུགས་ཁག་གཅིག་གི་ཐོག་ནས་སྤྱི་ཚོགས་དྲ་ལམ་ནང་ལོགས་ལ་ཡར་སྤེལ་ན་ཆགས་ཤེས་ན།

དེ་ཡོང་དགོས་ཡོད་དུས་ཚང་མ་ལ་ཡང་སྤྱི་དང་སྤྱི་ཚོགས་དྲ་རྒྱ་ནང་གནས་ཚུལ་འདི་ཚོ་ང་ཚོ་ལག་པ་འཆང་གི་ཆ་ཤས་སུ་ག་མེད་དྲ་མུ་ཞོལ་དགོས་ན་ཨ་བཙོས་བསྡོད་ཡ་ཡོད་མ་རེད་པ་ང་ཚོ་དེ་ཡ་མཐུན་རྐྱེན་ཡོད་མ་རེད་ཡིན་མིན་ནི་ད་ག་ཅིག་འུ་ཐུག་གི་གནས་སྟངས་གཅིག་གི་ཐོག་ནས་ད་ཅིག་ཚབས་ཆེན་པོ་ཞི་རུལ་གྱི་གནས་སྟངས་ཆགས་དགོས་ན་ད་ཡ་ལན་མ་བྱེད་འདྲ་པོ་ཅིག་ཆགས་དགོས་ན་ང་ཚོ་ཏན་ཏན་ང་ཚོ་དེ་ནི་དངོས་འཛིན་ནང་ལོགས་ལ་ཡིན་མིན་ནི Forensic ནང་ལོགས་ལ་ཡ་ག་འདིར་དངོས་འབྲེལ་རེད་དུ་མི་འདུག།

ལངས། གཞི་རྩའི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་དྲུག་ལོའི་སྲིད་སྤྱིའི་སྔོན་འགྲོའི་འོས་བསྡུ་ཆེན་མོ་དེ་བཞིན་ཕྱི་ཟླ་གཉིས་པའི་ཚེས་གཅིག་དང་དངོས་གཞི་ཕྱི་ཟླ་བཞི་བའི་ཚེས་ཉི་ཤུ་རྩ་དྲུག་གཉིས་སོ་སོར་གནང་སྟེ་བོད་མིའི་སྒྲིག་འཛུགས་ཀྱི་འདེམས་ཐོན་སྲིད་སྐྱོང་གི་གྲུབ་འབྲས་གསར་འགོད་གསལ་བསྒྲགས་དེ་ཕྱི་ཟླ་ལྔ་པའི་ཚེས་བཅོ་གསུམ་ཉིན་གནང་རྒྱུ་ཡིན་པ་དང་སྐབས་བཅོ་བརྒྱད་པའི་སྤྱི་འཐུས་ཀྱི་གྲུབ་འབྲས་ཀྱང་གོང་ཚེས་ཉིན་གཅིག་མཚུངས་གསལ་བསྒྲགས་གནང་རྒྱུ་ཡིན་པ་རེད་འདུག། མཚམས་འདི་ནས་དེ་རིང་གི་བོད་དང་རྒྱལ་སྤྱིའི་གསར་འགྱུར་ཁག་སྙན་སྒྲོན་ཞིག་གསུངས་པ་ཡིན། ལྷན་རྒྱས་ནས་ང་ཚོའི་ལས་རིན་གསན་གཟིགས་གནང་བར་ཐུགས་རྗེ་ཆེ།